བོད་ཀྱི་ཐ་སྙད་ངོ་སྤྲོད་ཀྱི་ལེ་ཚན་སིན་སི་ནཱ་གྷལ་ལྷན་རྒྱས་སྐུ་མགམ་བཟང། ང་ཐེངས་འདིའི་ཐ་སྙད་ངོ་སྤྲོད་ཀྱི་ལེ་ཚན་སྙན་འགྲེལ་ཞུ་མཁན་དབུ་མ་ཁྲི་ལས་ཡིན། དེ་རིང་ངས་རྣམ་པ་ལྷན་རྒྱས་ཚོ་ལ་ཡང་ངོ་སྤྲོད་ཞུ་ཡ་དེ་ཡིན་པས་ན། དེང་སང་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང། དར་ཁྱབ་ཤུགས་ཆེན་པོ་འགྲོ་བཞིན་པའི་མ་དག་རྒྱུན་འབྱམས་ཀྱི་ཐ་སྙད་ཁག་བཅུ་ངོ་སྤྲོད་ཞུ་ཡ་ཡིན་པས་རྣམ་པ་ལྷན་རྒྱས་ཚོས་ཐུགས་ལྷོད་ལྷོད་ངང་ནས་སིན་སི་ནཱ་རོ་ན་ཞུ་ཡ་ཡིན། དེ་རིང་ངོ་སྤྲོད་ཞུ་ཡག་ཚིག་དང་པོ་དེ་ཡིན་པའི་ནང་སྟག་རིག་ལྭ་དེ་ཡིན། སྟག་རིག་ལྭ་དེ་ང་ཚོ་ཧིན་དི་གི་ཚིག་ཅིག་རེད་ཞུ་ཡག་ཡིན། དེའི་ཚབ་ལ་ཡང་ང་ཚོ་གི་ཕྱི་ཚེས་བོད་སྐད་གཙང་མ་རྒྱབ་པའི་ནང་ཕྱི་ཚེས་དཔེར་ན་དེ་རིང་སྟག་རིག་བཅུ་བདུན་རེད་ཟེར་ཏེ་ཚབ་ལ་ཡང་དེ་རིང་ཕྱི་ཚེས་བཅུ་བདུན་རེད་གསུང་དགོས་ཀྱི་ཡོད་རེད། ཚིག་གཉིས་པ་དེ་ཡིན་པས་ན་ཆུ་བྲིས་ལས་རེད་ཡིན། དེ་ཡིན་པས་ན་ལས་ཡིན་ན་ཨ་ནེ་ཧིན་དིའི་སྐད་ཆ་རེ་ཞུ་ཡ་ཡིན། ང་ཚོ་བོད་སྐད་གཙང་མ་རྒྱབ་པ་ན་དེ་ལ་ཡང་གུང་སེང་ར། དེ་རིང་སློབ་གྲྭ་ཆུ་བྲིས་རེད་ཟེར་དུས་བསམ་པས་དེ་རིང་སློབ་གྲྭ་གུང་སེང་རེད་ཟེར་བེད་སྤྱོད་བཏང་གོ་རེ་ཞུ་ཡ་ཡིན། དེ་ནས་བི། ཡང་ན་པ་ནི། ང་བི་བོད་པ་ཡིན། ང་པ་ནི་བོད་པ་ཡིན། ཚིག་དེ་གཉིས་ཡིན་པས་ན་བི་ལ་དེ་ཧིན་དིའི་ཚིག་ཅིག་དང་པ་ནི་ལ་དེ་ཡིན་པས་ན་ནེ་པ་ལི་ཡའམ་ཡང་ན་བལ་པོའི་སྐད་ཅིག་རེད་ཞུ་ཡ་ཡིན། དེ་ཚར་བས་ཡང་ང་ཚོ་གིས་ད་ང་རང་ཚོ་གི་དགེ་འདུན་གྱི་ཁྲས་ཀྱང་ཡང་ཡང་གསུམ་ལས་འདི་ཡོད་རེད་བ། ང་ཡང་བོད་པ་ཡིན། བཀྲ་ཤིས་ཀྱང། བཀྲ་ཤིས་ཀྱང་བོད་པ་རེད་ལབ་ཤོར་བ། འོ་དེ་འདྲའི་གི་ཚིག་ཀྱང་ཡང་ཡང་གསུམ་གི་ཚིག་འདི་བེད་སྤྱོད་གཏང་དགོས་གི་རེད་ཞུ་ཡ་ཡིན། དེའི་རྗེས་ལ་ཡང་ང་ཚོ་བ་ཙར་ལ་དེ། ང་ཚོ་ཧིན་དྷི་གི་རེད་བ། དེ་ཚར་བས་ཡང་ང་ཚོ་གི་ཁྲོམ་བོད་སྐད་རྒྱབ་པས་ན་ཁྲོམ། ང་བ་ཙར་ལ་འགྲོ་ཡ་ཡིན། ང་ཁྲོམ་ལ་འགྲོ་ཡ་ཡིན། གསུང་དགོས་གི་རེད།

ང་ཨ་ལུ་བྷ་ལེབ་ལ་དགའ་པོ་ཡོད་ཟེར་ཡ་དེ་ཚབ་ལ་ཡ་ང་ཞོག་ཁོག་བྷ་ལེབ་ལ་དགའ་པོ་ཡོད་གསུངས་གནང་བ་རེད་ཞུ་ཡ་ཡིན། དེ་རྗེས་ལ་ཡ་ཁ་འཕེ་དང་ལ་ཡ་ཞུ་རེད། ཁ་འཕེ་དང་ལ་ཡ་དེ་ནོར་བ་རེད་ཞུ་ཡ་ཡིན། དེ་གི་ཚབ་ལ་ཡ་ག་རེ་ཚིག་འགྲིག་པོ་དེ་ག་རེ་པོ་ཞུ་གནང་གནང་བ་རེད་ཞུ་བས་ན་ཁ་ཆེ་དང་ལ་ནི་ཡོད། ད་ཚིག་དེ་ག་འདྲ་ཆགས་འདུག་ཞུ་བས་ན། ང་རང་ཚོ་གི་ཕ་ཡ་ད་ཆ་དྲང་པོ་ཆེ་ས་ཆེ་ལ་ཡ་དེ་གི་ཚིག་དེ་གི་ཨ་ནི་སྐུལ་ཚིག་གི་ད་ཚིག་ཞོར་བ་འོ་དེ་གི་ཨ་ནི། ཡ་ད་དེ་མེད་བ་ཆགས་ཨ་ནི་ཡ་ད་དེ་བོད་ཆོས་མ་བཏང་བ་བྱས་ཨ་ནི་ཕ་ཀྲུང་གོ་ཕེ་ས་ཕེ་ལ་དེ་དེ་འདྲས་ཆགས་འགྱོད་ཆེ་རེད་ཤ་ཞུ་ཡ་ཡིན་བྱས་ཙང་ཁ་ཕེ་དང་ལ་དེ་ཚབ་ལ་ཡ་ཁ་ཆེ་དང་ལ་ནི་སུན་དགོ་གོ་ཡ་རེད་ཤ་ཡིན་ཨ་ནི་དེ་ཆེ་ལ་ཡ་ང་ཚོ་གི་ད་ངས་ངོ་སྤྲོད་ཞུ་ཡ་གི་ཚིག་དེ་བདག་ཐང་ལ་ཞོ་ཨ་དེ་བྱས་ལ་དེ་ཨ་ནི་ལྟོས་པའི་ནང་ལ་བདག་ཐང་ལ་གོ་ཡ་འོ་དེ། སྤུ་གུ་བླ་བྲེ་ལ་བདག་ཡིན་ལགས་ཤོག་འོ་དེའི་ཚབ་ལ་ཡང་ང་ཚོ་བདག་ལ་ཡ་དེ་ཡིན་ན་ང་རང་ཚོ་གི་ཡང་བོད་སྐད་ཀྱི་ཚིག་ཉམས་འགྱོ་ཞེས་ཞུ་ཡ་ཡིན་ལ་དེ་ལྟར་བདག་ག་བདག་ལ་ཡ་དེའི་ཚིག་ག་ནས་བྱུང་འདུག་ཞུ་བས་ན་ལ་དེ་ལྟར་བདག་ཞབས་ཀྱི་དུག་ག་དུག་ཡོར་བ་ཨ་ནི་ཀླུག་གི་དུས་དེ་ད་བ་དཔེ་ཆ་ན་འོད་བརྡུང་མཁན་ར་ལ་དེ་ལྟར་བདག་ཞབས་ཀྱི་དུག་ག་དུག་དེ་དུས་ཟིན་པས་ཨ་ནི་དེ་ཨ།

Trip Terminology Dot Net དང་བཀོལ་སྤྱོད་སྙིང་བཅུད་ཀྱི་ཁ་བྱང Trip Term ཞེས་པ་ཡིན་རྒྱུ་ན་འདུག་ཨ་ནི་ང་ཚོས་རིམ་པས་འཇོག་བཞིན་ཡོད་པའི་རྣམ་པ་ཚོས་ཨ་ནི་དྲ་ཚིགས་འདི་འཚོལ་བཤེར་དང་མཉེན་ཆས་འདི་ཕབ་ལེན་གནང་སྟེ་གཟིགས་རོགས་གནང། ལེ་ཚན་འདི་རྒྱ་ཁྱབ་བསྒྲུབ་པའི་ཆེད་དུ་རྣམ་པ་གླེང་མཁན་ཚོས་གཟིགས་བསྒྲུབས་པའི་རྗེས་ལ་ཡང་ང་རང་གི་བཟའ་མི་བུ་རུ་དང་གཉེན་ཉེ་མཚན་གྲོགས་པོ་གྲོགས་མོ་སོགས་ལ་ཡང་བརྒྱུད་སྐུལ་གང་མང་མང་གནང་རོགས་གནང། ཐུགས་རྗེ་ཆེ། ང་ནག་ཆེ་མེད་ལས་བརྩམས་ན་ཡང་བསྐྱར་མཇལ་ཡོང་ལྷན་སྐྱེས་བཞུགས་གདན་བཅག་གོ།